ལྷན་རྒྱས་ཡོངས་ལ་ཨ་ནི་སྐུ་ཁམས་བཟང་བཞོན་ཡིན། ད་ད་རིང་དེ་ནས་དང་པོ་ཐོག་མ་དེ་ལ་དེ་གཅིག་ད་ལྟ་ང་ཚོ་ཧྥ་རན་སི་ནང་ལ་གནས་བཞུགས་ཨ་ནི་ང་ཚོ་བོད་རིགས་སྤུན་གྲོགས་ཡོངས་ལ་ཨ་ནི་ད་སྒེར་གྱི་ཐོག་ནས་ཨ་ནི་བདུད་རྩི་གེ།

མཛད་སྒོ། འགོ་བཙུགས་ཡ་དེ་ཀླད་ཀོར་དྲུག་ཀླད་ཀོར་བདུན། ད་དེ་འདྲས་གང་བྱེད་ནས་འགོ་བཙུགས་ཀྱི་ཡོད་ནི་ནི Message སླེབས་པ་ཡིན་ན་སོ་སོ་ལ་བརྡ་ལན་སླེབས་པ་ཡིན་ན་ཨ་འདི་ལ་གཟབ་གཟབ་གནང་ན་མ་གཞི་ནི་དེ་ད་ད་འདས་ཆ་ལ་དཔེ་མང་པོ་ཅིག་འདུག་ཅིག་བརྡ་ལན Message སླེབས་ཀྱི་འདུག་ལ་ནི་ཨ་ནི་ཡོང་གི་འདུག་ཨ་འདི་ཉེན་ཁ་ཆེན་པོ་ཞུ་ཅི་རེད་ཧྲ་ཨ་འདི་སྒང་ལ་མནན་པ་ཡིན་ན་ཨ་ནི་སོ་སོའི་གི་དངུལ་ཁང་གི་ད་ད་ད་ཨང་གྲངས་དེ་ཚོ་ཚང་མ་མནན་དགོས་ཡ་དང་ཨ་ནི་ཁྱེད་རང་གི CMU རྫོགས་འགྲོ་འདུག

བརྡ་ལན་གླེགས་ཀྱི་ཡོད་ན། འདི་ཚོ་ལ་ལན་མ་རྒྱབ་བྱས་འདི་ཚོ་སྒང་ལ་མ་ནེམ་ཡ་འདི་གལ་ཆེན་པོ་ཞུ་ཅི་རེད་ཧྲཱི། འོ་འདི་འདྲི་གཅིག་དང་པོ་གཉེར་ལ་ང་ཚོའི France ལ་གནས་ཞུགས་བོད་རིགས་སྤུན་གྲོགས་ཡོངས་ལ་འོ་འདི་ཞུ་ན་བསམ་སོང Message འདི་ག་འདྲེ་གླེགས་ཀྱི་འདུག་ལ་ན། ཁྱེད་རང་གིས་སྐྱག་དང་བི་ཏལ་ཡོར་བ CMU གི་དུས་ཚོད་རྫོགས་འགྲོ་འདུག་ལ་ཡ་འགྲོགས་དང། ཡང་ཨ་མེ་ལི། Comte Amelie དེ་ནས་ཡང་ཁྱེད་རང་ལ། ད་ཡང་ཐོབ་ཐང་འདི་ཚོ་རྫོགས་འགྲོ་འདུག་ལ་ནི་འདྲེ་སྒེར་ལ Message གླེགས་ཀྱི་འདུག་ཨ་འོ་འདི་ཚོ་ལ་ཁྱོད་ནི་ཁོ་ར་སྙམ་ཡ་མི་འདུག་སྤྱིར་བཏང་ནི་ལས་ཁུངས་ནས་ཨ་ནི་བསྡུ་ཞིག་སླེབས་ཀྱི་ཡོད་པ་ཡིན་ན་དེའི་ལས་ཁུངས་ཀྱི་ཁ་པར་ཨང་གྲངས་དེ་མང་ཆེ་ཀླད་ཀོར་གཅིག་ནས་འགོ་བཙུགས་དགོས་འདུག་ཨ་ཡང་ལས་ཁུངས་ཁ་ཤས་ཀླད་ཀོར་དགོས་འདུག་ཨ་སོང་ཙང་འདི་ལ་གཟབ་གཟབ་ཅིག་གནང་རོགས་གནང་ལ་ནི་འདི་ང་ཚོ་བོད་རིགས་སྤུན་གྲོགས་ཡོངས་ལ་ཞུ་ཡང་ཡིན་ཏི་ཏིས་ཉན་ཁ་ཆེན་པོ་ཅིག་ཆགས་དེ་ཤ་འོ་དེ་འདྲི་ཞུ་ཡང་ཡིན་ད་དེ་ནས་ཨ་ནི་ད་གཉིས་པ་དེ་ལ་ཨ་ནི་འདི་ཞུ་ཡང་ཡིན་ཁ་སིང་ང་ཚུལ་གྱི་གཞི་རིམ་མི་མང་ནས་ཨེ་ཐད་གཏོང་ཅིག་འགྲོ་ཡོད་རེད་བཟང་ཅུག་ལ་ཨ་ད་ད། ང་རང། འདི་བྱས་གཙོས་སྐྱོང། དེ་ནས་ང་ཚོའི་རྒྱུན་ལས་རྒན་ཚེ་བདེ་ཕུན་ཚོགས་མཆོག་དང། རྒན་ཚེ་རིང་སྲིད་བརྟན་མཆོག་རྣམ་པ་གཉིས་ཀྱིས་ཐད་གཏོང་ནང་ལོགས་ལ་བཀའ་མོལ་གནང་ཡོད་རེད། ངོ་དེ་རྣམ་པ་ཚོས་ཀྱིས་གཟིགས་ཡོད་རེད། འདི་དུས་ངས་བསྡུ་ཞུས་པ་ཡིན། ད་ང་ཚོས་མུ་མཐུད་ནས། ད་ཐད་གཏོང་གི་ལས་རིམ་དང། མ་འོངས་པ་ལ་ལས་འགུལ། ད་རྒྱ་ཆེན་པོ། ལས་འགུལ། གནས་ལུགས་རྒྱུ་མཚན། ད་ང་ཚོས་ཀྱིས་ད་འདས་ཀྱིས་འཕྲད་བཞིན་པའི་དཀའ་ངལ་འདི་ལ་ཐབས་ལམ་གྱི་ཐོག་ནས་ད་ལས་འགུལ་ཅིག་སྤེལ་ཡ་དང་མི་མང་ངོས་ནས་འདི་ལ་མཉམ་ཞུགས་དང་དོ་སྣང་དང་འགན་ག་གཱ་ཞིག་འཁུར་དགོས་ཡོད་མེད་ད་འདས་ཀྱི་གནས་སྟངས་འདི་སྤྱི་འཐུས་ལྷན་ཚོགས་ཀྱི་གྲོས་ཚོགས་ཚོགས་དུས་བདུན་པ་སྤྱི་ཟླ་གསུམ་པ་དེ་གྲོལ་བ་རེད་དེ་གནས་སྟངས་ག་འདྲས་ཅིག་གང་ལ་བཞག་ཡོད་མེད་དེ་ཁ་སེང་གི་ཐད་གཏོང་གི་བརྒྱུད་ནས་ང་ཚོའི་རྒྱུན་ལས་རྣམ་པ་གཉིས་ནས་འདུ་ཞིག་གིས། གསལ་བཤད་སྐྱོན་གནང་ཡོད་རེད་དེ་མ་ཚད་རྣམ་པ་ཚོས་ཀྱིས་ཐད་གཏོང་གི་བརྒྱུད་ནས་ད་ལྟ་གྲོས་ཚོགས་འཚོགས་བའི་སྐབས་ལ་གས་གཟིགས་ཡོད་རེད་གནས་སྟངས་ཧ་ཅང་གི་རྫ་དྲག་པོ་དང་གནས་སྟངས་ཧ་ཅང་གི་སྡུག་ཅག། བཅའ་ཁྲིམས་རིན་པོ་ཆེའི་དངོས་གནས་དྲང་གནས་ཀྱི་རྩ་བརེ་རང་བཏང་ཆེ་ནས་འདུ་བྱེད་ཀྱི་གནས་སྟངས་གང་ལ་གྲོས་ཚོགས་དེ་གྲོལ་ཡོད་རེད་ལྷག་པར་དུ། ཁྲིམས་ཞིབ་པ། ཆེ་ཡ་འདི་ཨ་ནི། ཡོང་ཡ་གི་ཕེ་ཡ་གི་ལམ་ཀ་འདི་མེ་བ་ཟོས། སྤྱི་འཐུས་ཁོ་རོ་སྐུ་བརྒྱ་གང་ལ་ཡོང་ཡ་གི་ལམ་ཀ་འདི་ཏག་ཏག་ཅིག་ཟོས་ཤ་ཡོད། ད་སོང་ཙང་ག་འཇིགས་ཏག་ཡ། མདོག། མང་པོ། འཕྲོད་བཞེས་ཞུ་མ་གོ་བའི་ཐོག་ནས། ད་ད་རེ། ཡོང་རྒྱུད་ཀྱི་ས་ངི། ས་ངི་ཟ་འཇུག་རོ་ཟ་སྤེན་པ་ལ། ད་ང་ཚོའི་གཞི་རིམ་མི་མང་གི་ཡང་བསྐྱར་ཐེ། ཐེ་གཏོང་གི་ལས་རིམ་གཉིས་པ་འདི་ཨ་ནི་ས་ངི་ཡོང་གི་རེད། ས་ངི་གི་སྟངས་འཛིན་གནང་ཉེ་འདི་ཨ་ནི་རྣམ་པ་ཚོས་གི་མཁྱེན་གི་རེད་རྒྱལ་གཅེས་དཔའ་མོ། ད་ད། ཨ་རིའི་གནས་བཞུགས་ཨ་ནི་ཆོས་སྐྱིད་བསྟན་འཛིན་ལ། ཁོང་གིས་ཨ་ནེ་གཙོ་འཛིན་གནང་གི་རེད། ཨ་ནེ་འདི་ནས་འདི་ཆོས་ཀྱི་བསྟན་འཛིན་ལགས་ཀྱིས་གཙོ་འཛིན་གནང་བའི་གི་ཐོག་ནས་ཨ་ནེ་བཀའ་མོལ་གནང་ཉེ་འདི་ཨ་ནེ། ད་ལྟ་ང་ཚོའི་མཁྱེན་རྒྱ་ཡངས་པ་ཨ་ནེ་སྤྱི་ཚོགས་ནང་ལོ་ལ་ཡོངས་གྲགས་སྙན་གྲགས་ཆེན་དངོས་གནས་དྲང་གནས་ལྷག་བསམ་དཀར་པོའི་ཐོག་ནས་ཨ་ནེ་ཞབས་ཕྱི་ཞུས་བ་སྤྱི་ཚོགས་ནང་ལོ་ལ་ཨ་འགན་ཁུར་བྱེད་ནས་ཨ་ནེ་ད་ལྟ་བར་དུ་སྤྱི་ཚོགས་ནང་ལོ་ལ་ཕྱག་ལས་རབ་དང་རིམ་པ་མང་པོ་གནང་ཡོད་རེད་ཨ་ཁོ་རང་ལ་སྒེར་གྱི་ཐོག་ནས་ཀྱི་ཡིན་ན་ཀྱེ་རྟ་དེ་འདྲས་ཀྱི་གདོང་ལེན་བྱེད་ཡའི་སྐབས་ལ་དཀའ་ངལ་མང་པོ་ཅིག་འཕྲད་ཡོད་ཨ་ཁོ་རང་ཡིན་ན་བློ་བཟང་དབང་རྒྱལ་ལགས། ཁོ་རང་སང་ཉིན་ཡོད་རེད། ཨ་དེ་ནས་གཉིས་པ་དེ་ནི་ད་ལྟ་ང་ཚོའི། བསྟན་འཛིན་ཆོས་རྒྱལ་ལགས། ད་བསྟན་འཛིན་ཆོས་རྒྱལ་ལགས་ཁོང་རང་ཡིན་ན་དངོས་གནས་དྲང་གནས་ཀྱི་གནས་ལུགས་རྒྱུ་མཚན་ཡོད་པ། བཅའ་ཁྲིམས་དང་ད་ལྟའི་གི་བོད་མིའི་སྒྲིག་འཛུགས། ཀྱི་ཀ་བ་གསུམ་ནང་ནས་མང་གཙོ་ཀ་བ་གཅིག། གྲོས་ཚོགས་ཀྱི་དཀའ་ཉེ་ག་རེ་ག་རེ་སྤྲད་ཀྱི་ཡོད་མེད་མ་རུང་ཁོག་བཅང་ག་འདྲེ་ག་འདྲེ་བྱེད་ཀྱི་ཡོད་མེད། ཁོང་རྣམ་པ་ཚོས་ཀྱི་རྒྱབ་ལྗོངས་དེ་ག་རེ་ཡིན་མེད་ཆ་ཚང་དུས་དང་རྣམ་པ་ཀུན་ཏུ་ནས་བསྟན་འཛིན་ཆོས་རྒྱལ་ལགས་ཁོང་གིས་སོ་སོའི་སྒེར་གྱི་ངོ་དེབ་ཀྱི་ཐོག་ནས་དོན་བྱས་ནས་བཀའ་མོལ་རབ་དང་རིམ་པ་མང་པོ་གནང་ཡོད་རེད་སོང་ཙང། སྐུ་མདུན་ད་ལྟ་བློ་བཟང་དབང་རྒྱལ་མཆོག་དང། ད་ལྟ་བསྟན་འཛིན་ཆོས་རྒྱལ་ལ་རྣམ་པ་གཉིས་ཀྱི་སང་ཉིན་ཐད་གཏོང་ཡོད་རེད་འདི་གི་གཙོ་འཛིན་གནང་ངེས་འདི་གལ་ཆེ་དཔའ་མོ་ཆོས་ཀྱི་བསྟན་འཛིན་ལགས་འདུག་ཅིག་སང་ཉིན་སང་ཉིན་ཐད་གཏོང་ནང་ལ་ཕེབས་ཀྱི་རེད་ཞུ་ཡ་ཡིན་ཨེ་རྣམ་པ་ལྷན་རྒྱས་ཚང་མ་ལ་ང་ཚོ་ཚང་མ་བོད་རིགས་སྤུན་གྲོགས་གངས་ཅན་པ་སྐྱབས་མགོན་རིན་པོ་ཆེ་ཁོང་རྩེ་གཅིག་ཏུ་སོ་སོའི་གི་མགོ་ལ་བསྐུར་བྱས་ནས་བོད་མིའི་སྒྲིག་འཛུགས་འདི་ལ་གལ་ཆེན་པོ་ཚོར་བ་དང་དགྲ་བོ་རྒྱ་དམར་ལ་ཁ་ཕག་ལྟ་བྱས་ནས་ང་ཚོ་ཚང་མས་གི་ད་ལྟ་བར་དུ་ག་རེ་གང་ཡོང་ཅི་ཡོང་བྱས་དང་བྱེད་བཞིན་པ་ང་ཚོ་ཚང་མ་གཅིག་པ་རེད་སོང་ཙང་ང་ཚོ་ཚང་མས་གི་སང་ཉིན་གི་ཐད་གཏོང་གི་ལས་རིམ་འདི་གཟིགས་རོགས་གནང་ལ་ནི་འོ་དེ་འདྲའི་འབོད་སྐུལ་ཞུ་ཡ་ཡིན་སང་ཉིན་གི་ཐད་གཏོང་གི་ལས་རིམ་འདི་རྒྱ་གར་གི་དགོང་མོའི་ཆུ་ཚོད་དགུ་པ་ལ་རེད་ཨ་དེ་ལ་དཔའ་བའི་གི་སོ་སོ་སོའི་གི་རྒྱལ་ཁབ། ག་བ་ཞུ་གི་ཡོད་མེད་ནི་སོ་སོའི་གི་དུས་ཚོད་དེ་ནི་རྣམ་པ་ཚོས་གི་ཅི་བརྒྱབ་ཅི་བསྐྱོན་རོགས་གནང། མ་ཟད་ནི་གསལ་བསྒྲགས་དེ་ངས་གི་ད་རིང་གི་ད་ལྟ་དེ་ཐད་གཏོང་གི་རྗེས་ལ་ངས་ངོ་དེབ་སྒང་ལ་གསལ་བསྒྲགས་སྦྱར་མ་དེ་བཞག་གི་ཡིན་ད་ཅི་གོང་དུ་ཕལ་ཆེར་མང་ཆེ་ཡ་མ་བཀྲམ་ཚར་བཞག་སོང་ཚ་དེ་ཡིན་གཅིག་མིན་གཅིག་གཟིགས་རོགས་གནང་ལ་ནི་ཞུ་ཡ་ཡིན་ད་ང་ཚོའི་ཐད་གཏོང་གི་ལས་རིམ་དེ་མུ་མཐུད་ནི་ཡོང་མང་ཚོགས་གི་ནི་བསམ་ཚུལ་དང་དགོངས་ཚུལ་ནི་འགན་ག་འདྲས་ཅིག་འཁུར་ཕྱིན་ནི་ད་ལན་གི་གྲོས་ཚོགས་ཀྱི་མུ་མཐུད་ནི་མང་གཙོ་ཀ་བ་གསུམ་ནས་གཅིག་དེ་ནུས་མེད་ཡང་བསྐྱར་བསྡུ་བཞག་བ་འདི་ལ་མཛའ་དྲག་པོ་ག་འདྲེ་ཡིན་མེད་ང་ཚོ་ག་འདྲེ་བྱིན་ནས་གོ་བསྡུར་སྦྱང་ཤེས་ཀྱི་ཐོག་ནས་ནི་ལས་འགུལ་དང་ལས་རིམ་དང་ཞུ་གཏུག་དང་དེ་ཚོ་ག་འདྲེ་བྱིན་ནས་སྤེལ་དགོས་ཡོད་མེད་དང་པོ་ང་ཚོ་མི་མང་ལ་གོ་རྟོགས་མང་པོ་སྤེལ་གོ་རྟོགས་ཡང་སེ་ཡང་སེ་སྤེལ་ནི་ང་ཚོས་ཀྱི་ལས་འགུལ་དང་དེ་ཚོ་ལ་ནི་ང་ཚོས་ཀྱི་རབ་དང་རིམ་པ་ཐོག་ནས་ཁྱད་མཁས་མི་སྣ་དང་གནད་ཡོད་མི་སྣ་དང་ནི་གཞུང་ཞབས་ཟུར་པ་དང་ག་འདྲེ་སྤྱི་འཐུས་ཟུར་པ་དང་ག་འདྲེ་དང་ང་ཚོའི་སྤྱི་ཚོགས་ནང་ལོགས་ལ་ཡིན་ག་འདྲེ་ལྷག་བསམ་རྣམ་དག་གི་ཐོག་ནས་ནི་གང་བྱེད་བོད་མི་ཡོངས་ལ་ཏང་གང་བྱེད་ང་ཚོས་ཀྱིས་འདུ་གཅིག་འབྲེལ་བ་ཞུས་བྱས་ནས་རབ་དང་རིམ་པ་ཐོག་ནས་ང་ཚོའི་ལས་འགུལ་དང་དེ་འབྲེལ་རྣམ་གྲངས་དེ་ཚོ་གོ་བསྡུར་སྦྱང་བཤད་ཀྱི་ཐོག་ནས་ཡང་ཏག་ཏག་ཅིག་སྤེལ་དགོས་ཡ་ཅིག་ཆགས་ཀྱི་རོ་འོ་དེ་འདྲའི་ཅིག་ཡིན་ད་ད་རིང་གི་བརྒྱུད་ནས་འོ་འདི་ཞུ་ཡ་ཡིན། དེ་ནས་ད་ད་རིང་ད་ང་རང་སྒེར་གྱི་ཐོག་ནས་ཡོང་གི་ཡོད་འདུག་ག་ནི་རྣམ་པ་ཚོ་ལ་གཙང་མ་ཅིག་ཡང་བསྐྱར་ཅིག་ཞུས་ན་བསམ་གྱི་འདུག་རང་ཡང་ད་ང་ཚོའི་གི་ཡིག་ཆ་ཨང་སུམ་ཅུ་སོར་དགུ་ལའི་བྱུས་རོགས་ཁྲིམས་འགལ་གི་ཡིག་ཆ་ཨང་སུམ་ཅུ་སོར་དགུ་འདི་ཐོག་ལ་ད་ཤེས་ཤེས་ཤེས་ནས་ད་ལོ་གསུམ་ཟིམ་འགྲོ་བྱེད་དགོས་རེད་དེ་སྔ་ནས་མུ་མཐུད་ནས་ཤེས་ཡོད་རེད། ཁྲིམས་ཞིབ་པ་ཟུར་བས་ཞུས་ཡོད་རེད་ཨ་ནི། སྤྱི་ཚོགས་ནང་ལོགས་ལ་ཞབས་ཕྱི་ཞུས་ངེས་གང་བྱེད་ཁྱེད་སྐྱེ་མི་ན་ཡིན་ན་རེད་ཟུར་པ་ཡིན་ན་རེད་གནད་ཡོད་མི་ན་ཡིན་ན་རེད་མི་མང་དཀྱུས་མ་ཡིན་ན་རེད་ཨ་ནི་གང་བྱེད་སུ་ཡིན་ན་གྱི་མང་པོ་ཅིག་གི་ད། གསུངས་ཚར་ཡོད་རེད་གྲོས་ཚོགས་ནང་ལོ་ལ་ཡིན་ན་གྱེས་ད་འདི་ཐོག་ལ་བགྲོས་གླེང་མང་པོ་དང་ད་ཀ་གོ་བསྡུར་མང་པོ་འགྲོ་ཚར་རེད་དེ་འོན་ཀྱང་ད་འདས་ཀྱི་སྤྱི་སྤྱི་འཐུས་གྲོས་ཚོགས་ནང་ལོ་ལ་ཡང་ནས་ཡང་དུ་སླར་ཡང་སླར་ཡང་ཡང་ཁྲིམས་འགལ་གྱི་ཡིག་ཆའང་སུམ་ཅུ་སོར་དགུ་འདི་སྐད་ཆ་ཤེས་ཀྱི་འདུག་ཨ་འོན་སོང་ཙང་ང་ཚོའི་མང་ཚོགས་ལ་ཡང་བསྐྱར་ཡང་དྲན་གསོས་ཐུང་ཐུང་ཅིག་བླང་ཡ་ཆེད་དུ། ཁྲིམས་འགལ་གྱི་ཡིག་ཆ་ཨང་སུམ་ཅུ་སོར་དགུ་ལབ་ཡ་འདི་ཨ་བཅའ་ཁྲིམས་རིན་པོ་ཆེ་ནང་ལོ་ནས་དོན་ཚན་ལྔ་བཅུ་ལྔ་བཞི་ཨ་དོན་ཚན་ལྔ་བ་གཉིས་ཀ་གྱེས་བསྡད་ཡོད་རེད་དོན་ཚན་ལྔ་བཅུ་ང་བཞི་དེ་ག་རེ་རེད་ཞུ་བ་ཡིན་ན་ཁྲིམས་ཞིབ་པ་ཆེ་བ་དང་ཁྲིམས་ཞིབ་པ་གཞན་གཉིས་འཕོ་འགྱུར་དང་གནས་ཡུལ་དང་པིཡ་ཡིན་ན་འདི། གྲོས་བསྡུར་བཀག་སྡོམ་རེད་འདི་གྲོས་ཚོགས་ནང་ལོགས་ལ་ཁྲིམས་ཞིབ་པ་ཆེ་དང་གཞན་གྱིས་ལས་དོན་ཐོག་ལ་གྲོས་བསྡུར་བྱེད་ཆོག་གི་ཡོད་མ་རེད་འོན་ཀྱང་ཁོ་ཚོས་གྲོས་བསྡུར་བྱེད་རོགས་གྲོས་བསྡུར་བྱེད་བ་ཡིན་ན་གི་ད་གང་ཆེ་འདི་ལ་ཨ་ནི་གནས་དབྱུང་བཏང་བ་ཡིན་ན་འདི་ལ་ཨ་ནི་ཚོགས་ཆུང་གཅིག་བཙུགས་བྱས་ནས་ད་གང་ཆེ་ཁྲིམས་ཞིབ་པ་ཆེ་དང་གཞན་གཅིག་མ་པིཡ་ཡིན་ན་དང་པོ་གཉེར་ལ་མ་པིས་གོང་ལ་ཁོ་ཚོ་ལ་ཨ་ནི་ཚོགས་ཆུང་ཅིག་བཙུགས་བྱས་ནས་ཁོ་ཚོའི་ནག་ཉེས་ག་རེ་བྱས་ཤག་ཁོ་ཚོའི་ལས་འགན་ག་རེ་བསྒྲུབས་མི་འདུག་དེ་འབྲེལ་གྱི་ཚོགས་ཆུང་བཙུགས་བྱས་ནས་ཨ་ནི་བདེ་སྐྱིད་སྙན་ཐོ་དེ་ཨ་ནི་གྲོས་ཚོགས་ནང་ལོགས་ལ་སླེབས་བྱས་ནས་འོ་ཡ་ད་ཆེས་མཐོའི་ཁྲིམས་ཞིབ་ཁང་ནང་ཁྲིམས་ཞིབ་པ་ཆེས་ནག་ཉེས་འདི་བྱེད་དུ་དང་ལས་ཀ་འདི་འགྲིག་མི་འདུག་དང་བཅའ་ཁྲིམས་འདི་རྒྱས་དུ་དང་ལ་ནི་ཨ་ནི་ཡ་སྙན་ཐོ་ཀི་ཕུལ་བྱས་ཨ་ནི་གྲོས་ཚོགས་ནང་ལོགས་གོ་བསྡུར་སྦྱང་བཤད་བྱས་བྱས་ནས་ཨ་ནི་སུ་སྤི་དགོས་འདུག་དེ་འབྲེལ་ཕྱིས་ནས་ཨ་ནི་གྲོས་ཡ་རེད་འདུག་མ་གཞི་དེབ་གཅིག་ལ་ཨ་ནི་བཅའ་ཁྲིམས་ནང་ལོགས་ལ་ཁྲིམས་ཞིབ་པ་ཆེ་དང་ཞེ་གཉིས་སྤུས་ཡ་དེ་རྩ་བ་གཉིས་ནས་མི་འདུག་ལ་ནི་འདི་གསལ་བོ་གསལ་རྐྱང་བྱས་འདི་དོན་ཚན། བཅའ་ཁྲིམས་དོན་ཚན་ལྔ་བཅུ་ང་བཞི་དང་བརྒལ་འདོད་ཡོད་རེད་ཨ་ནི་དེ་ནས་ད་འདི་བཅའ་ཁྲིམས་ནང་ལོགས་ནས་ག་འདྲས་དོན་ཚན་ག་རིགས་བརྒལ་ཡོད་ན་ད་ག་འདྲས་མཚམས་མཚམས་ལ་གཅིག་གི་བརྒལ་ཡོད་ན་ཨ་ཡང་དོན་ཚན་ལྔ་བ་གཅིག་ཡོད་རེད་བཅའ་ཁྲིམས་ནང་ལོགས་ལ་དོན་ཚན་ལྔ་བ་དེ་ག་རིགས་རེད་ཞུ་བ་ཡིན་ན་བཅའ་ཁྲིམས་ཀྱི་དོན་ཚན་གཞན་པ་ནང་ལོགས་ལ་ཨ་ནི་གལ་སྲིད་བརྒལ་བ་ཡོད་ན་བརྒལ་ནས་ལག་བསྟར་བྱེད་ཡོད་ན་ཨེ་ནི་དགེ་བའི་ཆ་འདི་རྩ་འཛིན་མེད་བ་བྱ་རྒྱུ་ལ་ཡོད་རེད་རྒྱལ་སྐྱོག་འདི་བཅའ་ཁྲིམས་ནི་རྒྱས་ནི་ལས་ཀ་བྱི་བ་འདི་རྩ་འཛིན་བྱི་ཡ་ཡོད་མ་རེད་ད་འདི་ལག་བསྟར་བྱི་ཡ་ཡོད་མ་རེད་ལ་ནི་འོ་དེ་འདྲས་ཅིག་འཁོད་ཡོད་རེད་སོང་ཙང་འདི་རང་གཉིས་ཀ་ཨ་ནི་གང་བྱེད་ཨེ་ནི་ནུས་མེད་ཆ་བ་དང་འདི་ཁྲིམས་འགལ་ཡིན་པ་འདི་བཅའ་ཁྲིམས་རིན་པོ་ཆེ་ན་གསལ་གི་ཡོད་རད་འོ་འདི་འདྲས་ཅིག་ཡང་ང་ཚོ་ཚང་མས་ཀྱི་མཉམ་དུ་ལ་ཨ་ནི་དྲན་གསོས་ཅིག་བྱེད་ན་བསམ་ཟུར་བ་ཨེ་ལྷག་པར་དུ་ད་འདས་ཀྱི། ད་ལྟ་ཁྲིམས་འགལ་གྱིས་ད་ཡིག་ཆའང་སུམ་ཅུ་སོར་དགུ་ཅིག་གཡོར་བ་འདི། སྤྱི་འཐུས་གོང་མ་སྤྱི་འཐུས་སྐབས་སྔོན་མ་སྐབས་བཅུ་དྲུག་བས་ཀྱིས་བཞག་བ་ཅིག་རེད། སྤྱི་འཐུས་སྐབས་བཅུ་དྲུག་བ་སུ་རེད་ལབ་བ་ཡིན་ན་ཚོགས་གཙོ་འདི་དུས་ག་ནི་པད་མ་འབྱུང་གནས་ཚོགས་གཙོ་ཟུར་པ་ཨན་ཚོགས་གཞོན་ཨ་ཅཱ་རེ་ཡེ་ཤེས་ཕུན་ཚོགས་ད་ལྟ་དེ་བུད་མེད་ལ་འཁྲིག་སྤྱོད་ཀྱི་བརྙས་བཅོས་བྱེད་ངེས་ད་ཁོ་རང་ད་གན་དུས་པ་ཡང་མ་རེད་ཨ་ཅཱ་རེ་ཡང་ཞུ་ཡས་ཀྱིས་ཁོ་རང་ལ་གར་ཞུ་བར་ད་དེ་དེ་ཁོ་རང་མི་འདུག་ཁོ་རང་ལ་འོས་བབ་ཁོ་རང་མི་འདུག་ར་ཁོ་རང་གཉིས་ཚོགས་གཙོ་ཚོགས་གཞོན་ཡིན་པའི་སྐབས་ལ་སྤྱི་འཐུས་སྐབས་བཅུ་དྲུག་སྐབས་ལ་ཨ་ནི་འདི། ད་ལྟ་ཁྲིམས་འགལ་གྱི་ཡིག་ཆ་ཨང་སུམ་ཅུ་སོར་དགུ་དེ་ཁྱི་ཡོང་ནས་གནས་དབྱུང་བཏང་རུ་ཨ། དེ་དུས། གྲོས་ཚོགས་ནང་ལོག་ལ་འདི། ཁྲིམས་འགལ་གྱི་ཡིག་ཆ་ཨང་སུམ་ཅུ་སོར་དགུ་དེ་ཡར་སྣོམ་ཡོང་ངེས། ཡར་སློག་ངེས་དང། ཨ་ནི་འདི་ལ་རྒྱབ་སྐྱོར་བྱེད་ངེས་འདི། ཨ་ནི། ད། འདི་བསྐྱར་བཅོས་ཡར་ཁྱི་ཡོང་སྣོམ་སྣོམ་ཡོང་ངེས་འདི། ཨ་ནི་ཁོ་རང། ཨ་ཅེ་རེ་ཡི་ཤི་ཕུན་ཚོགས་ཁོ་རང་གིས་སྣོམ་ཡོང། ཨ་ནི་འདི་ལ་རྒྱབ་སྐྱོར་བྱེད་ངེས་འདི། ཨ་ནི་ད་འདས་ཀྱི་སྐབས་བཅུ་བདུན་པའི་གི་ཚོགས་གཙོ། མཁན་པོ་བསོད་ནམས་བསྟན་པས་ཁོ་རང་ཆགས་བསྡད་ཡོད་རེད། ཁོ་རང་གིས་ཁྲིམས་འགལ་གྱི་ཐོག་ནས་ད་འདི། ཡིག་ཆ་ཁྲིམས། ཡིག་ཆ་ཨང་སུམ་ཅུ་སོར་དགུ་ལ་རྒྱབ་སྐྱོར་ཇི་ཡོད་རོགས། ད་བཅའ་ཁྲིམས་ཁོ་རོང་རྩིས་མེད་རྡོག་རོལ་བཏང་བཅའ་ཁྲིམས་ཁོ་རོང་ལ་གཙུག་ཏུ་བཀུར་ནས་ཕྱག་ལས་མ་གནང་ངས་བཅའ་ཁྲིམས་ཁོ་རོང་ཡག་པོ་ངོ་མ་ཤེས་ངེས་ཅིག་བཅའ་ཁྲིམས་ཁོ་རོང་ལ་ཨན་ལག་བསྟར་བྱེད་ནས་ཨན་བརྩི་སྲུང་མ་མ་བྱེད་ངེས་ཅིག་ད་ལྟའི་ང་ཚོའི་གི་གྲོས་ཚོགས་ཀྱི་ཚོགས་གཙོ་གི་རྐུབ་བཀྱག་ག་ལ་བཞུགས་ཡོར་ད་འདི་ང་ཚོ་ཚང་མའི་གི་སེ་བོ་ཧ་གོ་གོ་རེད་ད་ལྟའི་གི་ཚོགས་གཙོ་མཁན་པ་བསོད་ནམས་བསྟན་འཕེལ་གི་བཅའ་ཁྲིམས་གཙུག་ཏུ་བཀུར་ནས་ཕྱག་ལས་གནང་ཡོད་མ་རེད་བཅའ་ཁྲིམས་རྒྱས་སྡོད་ཡོད་རེད། ངོ་འདི་སྙན་མ་ཁོ་ཚོས་ཀྱི་འདི་ཕྱི་རེད་ད། མཐའ་མའི་ཐབས་ཤུགས་ལ་ཁོ་རྣམ་པ་ཚོས་ཀྱི་སྤྱི་འཐུས་སྐབས་བཅུ་དྲུག་པ་གི་འུ་ཐུག་ནས་ག་འབྱེད་ད། ཡིག་ཆ་ཨང་སུམ་ཅུ་སོར་དགུ་འདི་ནི་ལག་བསྟར་བྱེད་ཡས་ཀྱི། ནུས་པ་གང་ཡང་ལྡན་མེད་འདུག་ག་ནི་ཁོ་ཚོས་ཀྱི། གསལ་བསྒྲགས་ཅིག་བཏང་ཡོད་རེད་ཉིས་སྟོང་ཉི་ཤུ་རྩ་གཅིག་སྤྱི་ཟླ་ལྔ་བའི་ཚེས་ཉི་ཤུ་རྩ་བཞི་ལ། ཁོ་ཚོས་ཀྱི་གསལ་བསྒྲགས་ཅིག་བཏང་གནང་ཡོད་རེད་འདི་ནང་ལ་ག་རེ་ཞུས་ཡོད་རེད་ལ་དང། ད་ལྟའི་ཀྱི་ཡིག་ཆ་ཨང་སུམ་ཅུ་སོར་དགུ་འདི་མཇུག་སྐྱོང་བྱ་ཐབས་གང་ཡང་མི་འདུག། ད་ག་འདྲས་ཡིག་ཆ་ཨང་སུམ་ཅུ་སོར་དགུ་འདི་ལ་ལག་ལེན་ལ་བར་བས་མཇུག་སྐྱོང་བྱེད་ཡས་ཀྱི་གང་ཡང་མི་འདུག་ལ་ནི་གསལ་བསྒྲགས་བཏང་ཚར་རེད། ད་དེ་འདྲས་ཅིག་གི་སྐབས་བཅུ་བཅུ་དྲུག་པ་གི་བཏང་ཚར་བས་ཀྱི་ད་དེ་འདྲས་ཅིག་གི་ཡིག་ཆ་ཁྲིམས་ཀྱི་ཡིག་ཆ་ཅིག་ལ་ད་འདོད་ཀྱི་ད་ལྟའི་ཀྱི་སྤྱི་གྲོས་ཚོགས་ནང་ལོགས་ལ་ཇུས་ཆེན་དཀོན་མཆོག་ཆོས་སྒྲོན་གསོལ་བས་ཀྱི་ཨ་ནི་ཡང་བསྐྱར་ཡང་བསྐྱར་ཡར་བསླང་གི་འདུག་བ། འདི་ཏག་ཏག་ཅིག་བདེན་མེད་བ་འདི་ད་དེ་ནས་ནས་ནི་ཁུངས་སྐྱེལ་ར་སྤྲོད་ཡོད་རེད། འོ་དེ་འདྲས་ཅིག་ཞུ་ཡ་ཡིན། ཨ་ནི་དེ་ནས། ཀྱི་ཞུ་ཡ་ངའི་ཁ་པར་འདི། འོ་དེ་འདྲས་ཅིག་རེད་བཞག། ད་དེ་ནས་ནི་གཉིས་པ་དེ་གལ་ཆེན་པོ་དེ་ཡང་ང་ཚོས་ག་རེ་དྲན་གསོས་བཞག་འོ་རེད་ཞུ་བ་ཡིན་ན། ད་ལྟའི་གི། གྲོས་ཚོགས་ནང་ལོགས་ལ་ཇུས་ཆེན་དཀོན་མཆོག་ཆོས་སྒྲོན་གྱིས་དེ་འདྲས་ལབ་སོང་ཨ། ད་འདོད་བདེ་བཞག། སྐུ་མ་ཇག་པ་བཙན་འཛུལ་བྱེད་ངེས་དེ་ཚོ་ད་འདོད་གི། ཁྲིམས་ཞིབ་ཁང་ནང་ལ་བསྡད་བཞག་ཨ་ནི་ད་ཁྲིམས་ཞིབ་པ་ཆེ་ཡོང་ཡ་གི་བཅའ་ཁྲིམས་བསྐྱར་བཅོས་འདི་ལ་རྒྱབ་སྐྱོར་སྤྲད་ཀྱི་མེད་ལ་ནི་ལབ་གི་འདུག་ཨ་འདི་དང་མཉམ་དུ་ལ་ད་ཆོས་རྒྱུད་ཀྱི་སྤྱི་འཐུས་དང་ཨ་ནི་སྤྱི་འཐུས་ཁ་ཤོས་ཡར་ལངས་ནས་ཨ་ཁྲིམས་འདི་ཡིག་ཆ་ཨང་སུམ་ཅུ་སོར་དགུ་འདི་གཙང་མ་བཟོས་གོ་རེ་ཅི་ཅི་རེ་གཉིས་གཉིས་རྙོག་དྲ་མང་པོ་ཅིག་བཤད་ཀྱི་འདུག་གལ་སྲིད་དེ་འདྲས་ཡིན་ན་དངོས་གནས་ཕྱི་ནང་ཐ་འདས་ཀྱི་ད་ལྟ་ཆེས་མཐོའི་ཁྲིམས་ཞིབ་ཁང་ནང་ལོ་ལ་ཁྲིམས་ཞིབ་པ་ཆེ་དང་གཞན་ཅིག་ཕེབས་ཕེབས་མ་ཐུབ་ཡ་གི་བཀག་ཉེས་བྱོས་རོགས་བཀག་རྡོ་འདི་ཚོ་རོགས་ཡང་དངོས་གནས་ཕྱི་ནང་དགེ་མོ་ཤོ་རེར་ཞེས་འདི་ཚོ། དེ་ཚོ་ག་འདྲའི་སྤྱི་འཐུས་ཆགས་ཡིན་ན་བསམ་ཡ་རེད་ཤོག་དངོས་གནས་དྲང་གནས། ལྐུགས་པ། ལ་བུ་སྦྱིན་པ། ག་རེ་ཤོད་གོ་རེ་ད། ག་འདྲའི་ཧམ་སངས་ཡ་རེད་ཤག་ག་རེ་ཕྱིར་ལ་ད། ད་ཁོ་ཚོའི་གི་ད་ད་ལྟ་གི་ཆེས་མཐོའི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཆེ་ཡ་ད་གཞན་དེ་ཚོ་ལྐུགས་མ་རེད་ཇག་པ་རེད་བཙན་འཛུལ་རེད་ལ་གོ་ར་ཁོ་ཚོ་འགྲིག་གི་ཡོད་མ་རེད་ཁོ་ཚོ་དཔེ་དགོས་ཡོད་ཁོ་ཚོ་ལ་གླ་ཆ་སྤྲད་མེད་ཁོ་ཚོའི་གི་གླ་ཆ་དེ་ཚོ་ཡ། བཀའ་འཁྲོལ་ཞུས་འདུག་ག་ནི་དགག་བྱ་བྱེད་ཀྱི་འདུག་ཨ་ཡ། འོན་ཀྱང། ད་ལྟ་ཁོ་ཚོ་ག་འདྲས་སླེར་ལ་དང་ཁོ་ཚོ་ང་ཚོ་ཚང་མ་དྲན་པ་ཡོད་ཨ་ཁོ་ཚོ་ག་འདྲས་སླེར་ལ་ན། བར་བརྒལ་གྱི་ཚོགས་གཙོ་དེ་འདི་དུས་ག་ནས་སྐུ་ངོ་ཟླ་བ་ཚེ་རིང་རེད་ཆ་རེད་བར་བརྒལ་ཚོགས་གཙོ། བར་བརྒལ་ཚོགས་གཙོ་དེ་སུ་ལགས་པ་ལ་དམ་འབུལ་ཞུ་རེ་ལ་དང། དྭགས་པོ་བསོད་ནམས་ནོར་བུ་སྐུ་ངོ་དྭགས་པོའི་ཆེས་མཐོའི་ཁྲིམས་ཞིབ་ཁང་ཆེས་ཀྱི་ཁྲིམས་ཞིབ་ཁང་གི་ཁྲིམས་ཞིབ་པ་ཆེས་སྐུ་ངོ་དྭགས་པོ་བསོད་ནམས་ནོར་བུ་མདུན་ནས་ཨ་ནི་དམ་བཅའ་ཕུལ་རེ་བར་བརྒལ་གྱི་ཚོགས་གཙོ་སྐུ་ངོ་ཟླ་བ་ཚེ་རིང་ཨ་ནི། ད་ཁོ་ཚོ་གི། ཁྲིམས་ཞིབ་པ་ལ་ཁྲིམས་ཞིབ་པ་ཆེ་དང་གཞན་ལ་རྐུ་མ་རེད་ཇག་པ་རེད་ངོ་ལེན་མེད་ལ་སྒོར་བ། སོ་སོ། ཨ་ནི། གི། སྤྱི་འཐུས་འདི། བར་བརྒལ་ཚོགས་གཙོ་འདི། སྐུ་ངོ་ཟླ་བ་ཚེ་རིང། ད་སྐུ་ངོ་དང་པོ་བསོད་ནམས་ནོར་བུ་འདུས་ནས་དམ་འབུལ་ཞུས། ཨ་ནི། ད་འདས་ཀྱི་སྤྱི་འཐུས་ཡོར་བ་བཞི་བཅུ་ཞེ་ལྔ་ཚང་མ་སྐུ་ངོ་ཟླ་བ་ཚེ་རིང་འདུས་ནས་དམ་འབུལ་ཞུས་རེད། འོ་ཡ། ད་མོས་མཐུན་ཡོད་ད་ལས་ཀ་བྱེད་ཀྱི་ཡིན་སྤྱི་བའི་རྐུབ་བཀྱག་གང་ལ་བསྡད་ནས་དངོས་གནས་དྲང་གནས་བཅའ་ཁྲིམས་རིན་པོ་ཆེ་གཙུག་ཏུ་བཀུར་ནས་བོད། སྤྱི་འཐུས་ལྷན་ཚོགས་ཀྱི་གཏན་ལ་ཕབ་པའི་སྲིད་བྱུས་དབུ་མའི་ལམ། གཙུག་ཏུ་བཀུར་ནས་རྒྱལ་བ་རིན་པོ་ཆེའི་བཅའ་ཁྲིམས་ནང་ལོ་དོན་ཚན་དང་པོ་ཚེ་འདི་ཅི་ཉིད་ཀྱི་དབུ་ཁྲིད་བོད་མི་ཡོངས་ཀྱི་ལྟ་བའི་གྱི་ཁོག་པའི་སྙིང་རྟ་བླ་ན་མེད་པའི་དབུ་ཁྲིད་ཨ་ནི་ང་ཚོའི་གྱི་ད་མགོན་སྐྱབས་ད་འདི་ཆ་ཚང་གཙུག་ཏུ་བཀུར་ནས་ད་ཁོང་ཚོའི་གྱི་ཨ་ནི་དམ་འབུལ་ཞུ་རོགས་ཨ་ད་གལ་སྲིད་ཁོང་ཚོ་ཁྲིམས་ཞིབ་ཁང་ནང་ལོ་ལ་ཁྲིམས་ཞིབ་པ་ཆེ་ཡ་ད་གཞན་གཉིས་ཡོང་ཡ་ལ་བཀག་རྡོ་དེ་ཚོ་ལ་ངོས་ལེན་མེད་དེ་ཚོ་རྐུ་མ་ཇག་པ་ཡིན་ན་ད་ཁོང་ཚོ་ག་རེ་ཆགས་རེད་ཁོང་ཚོ་འདི་རྐུ་མ་ཇག་པ་འདི་རྩ་ནས་ཨ་ནི་དམ་འབུལ་ཞུ་ནས་རྐུ་བརྒྱག་འདེད་རོགས། དཀོན་མཆོག་གསུམ་དངོས་གནས་དྲང་གནས་ཀྱི་རྒྱལ་མོ་ཤོར་ཡ་ཧང་སང་ཡ། གད་སྙིགས་དངོས་གནས་དྲང་གནས་སྤྱི་ཚོགས་ཀྱི་གད་སྙིགས་དུ་བ་ཉི་མ་ཉི་མ་ལ་གཙང་མ་བཟོས་ནས་ཕ་གད་སྙིགས་དོང་ནང་ལ་གཡུགས་ཡ་དེ་དེ་ཚོ་རེད། བསམ་བློ་བཏང་ར་ཧང་སང་ཡ་ངོ་ཚ་ཡ་མེད་ན་རུ་བ་དངོས་གནས་དྲང་གནས་རྒྱལ་མོ་ཤོར་གི་འདུག་ལན། འོ་དེ་འདྲའི་ཆེ་ད་གང་ཆེ་དེ་འདྲའི་ཆགས་ཡོད་རེད་སོང་ཙང་ད་དེ་སི་རིང་པོ་འགྲོ་རྗེས་ཆགས་སོང། ད། ཁ་ཟིང་འདི། ཐད་གཏོང་འགྲོ་ནས་ནི། སྤྱི་འཐུས་ད་ལྟ་ཁྲིམས་ཞིབ་ཁང་ནང་ལོགས་ལ་ཁྲིམས་ཞིབ་པ་ཕྱེ་ད་གཞན་གཉིས། གཞན་གཅིག། ཕལ་པལ་གྱིས་ད་ལྟ་བཅའ་ཁྲིམས་ནང་ལོགས་ལ་བསྐྱར་བཅོས་ནོམ་ཕལ་དུ་བ། ད་ལན་གལ་སྲིད་རྒྱབ་སྐྱོར་གནང་ན་འགྲིག་འདོད་རེད། ཨ་ནི་ཡ་སླར་གསོ་ཐུབ་གོ་རེད་ཁྲིམས་ཁང་ཡིན་ནས་རྒྱབ་སྐྱོར་གནང་ཡོད་མ་རེད་ཡང་བསྐྱར་མ་ཚར་རེད་ད་ཁྲིམས་ཁང་སླར་གསོ་ཐུབ་ཡོད་མར་བ། ད་སོང་ཙང་འདི་རྒྱབ་སྐྱོར་མ་གནང་ངེས་འདི་སུ་རེད་ཤ་ལབ་བ་ཡིན་ན། ཨ་ནི། འདི་རེད། ད། ད་ལྟའི་སྤྱི་འཐུས་ཉི་ཤུ་རྩ་དྲུག་གིས་རྒྱབ་སྐྱོར་གནང་རུ་བ། ད་ཕྱི་དུས་ལྷག་མ་འདི་རྒྱབ་སྐྱོར་མ་གནང་ངེས་འདི་སུ་རེད་ཧྲ་ངས་དེ་ནས་ནས་མིང་འབོད་བྱེད་ཀྱི་ཡིན་རྣམ་པ་ཆོས་ཀྱི་འདི་ཐུགས་ལ་བཞག་རོགས་གནང་དེ་ཚོ་ག་བ་ལ་ཐུགས་ན་ཨ་ནི་ཁྱེད་རང་ཚོ་རྐུ་མ་གི་རྐུ་མ་ཇག་པས་ཀྱི་ཇག་པ་བཙན་འཛུལ་ནང་ནས་བཙན་འཛུལ་གླ་ཆ་ཟ་ནས་བསྡད་བ་འདི་བརྗོད་ཀྱི་མ་རེད་ད་ང་ཚོའི་དཔྱ་ཁྲལ་ལག་དེབ་ལྗང་ཁུ་གི་དངུལ་སྤྲད་ཆེ་ནས་དེ་ཡི་སྒང་ལ་ཨ་ནི་དཔའ་འདེ་བཀའ་ཤག་དང་སྐྱབས་མགོན་རིན་པོ་ཆེ་མཆོག་གི་ལག་གཉིས་ཐལ་མོ་སྦྱར་ནས་རྒྱལ་གཅེས་ཀྱི། རྒྱལ་བ་ལ་འབོད་སྐུལ་ཞུས་ནས་ཨནི་ཞལ་འདེབས་སློང་ཆེད་ནས་ཨནི་འདི་གི་དངུལ་དེ་ནི་ཁྱེད་ཚོ་ཟ་བསྡད་ཡོད་རེད་དཱ། ཁྱེད་ཚོ་འདི་ཏག་ཏག་ཅིག་འདེབས་ཀྱི་མ་རེད་དཱ་འཇུས་ཀྱི་མ་རེད་དཱ་སྔོ་རྒྱབ་ཀྱི་རེད་དཱ་ལ་ནི་འདི་ཡིན་གཅིག་མིན་གཅིག་ལབ་དགོས་རེད་གང་བྱས་ན་ན་ཁོང་ཚོས་ཡང་བསྐྱར་ཡང་བསྐྱར་ཀྱག་ཀྱག་བྱེད་ཀྱི་འདུག་བ་སོང་ཙང་ད་ངས་འདི་སྤྱི་འཐུས་རྒྱབ་སྐྱོར་མ་གནང་མཁན་ཅིག་ཡོད་རེད་བ་དེ་ཚོ་ཚང་མས་ཀྱི་མིང་འདི་འདི་ནི་མ་ལ་ཀློག་གི་ཡིན་རྣམ་པ་ཚོས་ཀྱི་འདི་ནི་མ་ལ་གསན་རོགས་གནང། འོ་དེ་ཞུ་ཡང་ཡིན་རྒྱབ་སྐྱོར་མ་གནང་གི་ཅིག་ཡོད་ར་ཆོས་རྒྱུད་སྤྱི་འཐུས་བཅུ། ད་ཆོས་རྒྱུད་སྤྱི་འཐུས་བཅུ་འདི་དག་ཡིན་པ་ཆེས་ང་ཚོས་ཧ་གོ་རྩ་རུ་ཨ་ཁོ་ཚོའི་གི་ད་ལན་གི་ཚོགས་འདུའི་དྲུག་པ། མཇུག་སྐྱོང་གི་ཚོགས་འདུ་ཨེ་ནི་ཚོགས་འདུའི་བདུན་པ་ན་ལ་ག་འདྲས་བྱས་སོང་དངོས་གནས་དྲང་ནས་ང་ཚོའི་མི་མང་གི་སེམས་ལ་མ་ཤོང་ཡ། ངོ་ཚ་ཡ། ཧང་སང་ཡ་བློ་ཕམ་ཡ། རྒྱལ་བ་རིན་པོ་ཆེ། མཆོག་ལ་ཚད་མེད་རྒྱལ་བ་རིན་པོ་ཆེ་གི་མ་གནང་བཞག་རྒྱུ་གི་བཀའ་ཡིག་ལ་འགྲེལ་བཤད་ལོག་བཤད་རྒྱལ་བ་རིན་པོ་ཆེ་ལ་དངོས་གནས་དྲང་གནས་གི་ད་དྲིན་ལན་ལོག་བྱེད། ཨ་ནི་རྒྱལ་བ་རིན་པོ་ཆེ་མཆོག་ལ་དབུ་འོག་དཔུང་སྡེ་ཞུ་གཉེར་གྱི་མི་སྣ་ཚང་མ་ལ་ཁོ་ཚོས་གི་ནག་པོ་བཟོས་ཡག་ཁོ་ཚོ་འདི་ལ་ཕར་རྒྱབ་གི་ལས་ཀ་ལས་སྡུག་ག་རེད་ཤཱས་ཆོས་ཀྱི་སྤྱི་འཐུས་བཅུ་འདི་རེད་གཅིག། དེ་ནས་ཨ་ནི་མདོ་སྟོད་ནས་སྤྱི་འཐུས་བདུན་ཡོད་རེད་སྤྱི་འཐུས་བདུན་གི་ལག་པ་ཡ་རྐྱང་ཡོད་མ་རེད་སྤྱི་འཐུས་བདུན་འདི་སུ་རེད་ལ་ན་ཇུ་ཆེན་དཀོན་མཆོག་ཆོས་སྒྲོན་གཙོ་བོར་གྱུར་ཏེ་སྐྱེས་དམན་འདི་ཡིན་ན་སྐྱེས་དམན་འདི་ཡིན་ན་ཉི་མ་དང་པོ་ནས་ལབ་ཡོད་རེད་ད་ལོ་ལྔ་ཐམ་པ་དགག་པ་རྒྱག་གི་ཡིན། ད་ངོ་ལས་མེད། འདི་སྒང་ལ་བཀའ་བློན་བསྐོས་ཤག་ཁྱོད་རྣམ་པ་ཚོ་སློབ་སྦྱོང་ཡོད་མ་རེད་འཇོན་ཐང་ཡོད་མ་རེད་ལ་ནི་མོས་ལབ་ཡོད་ད། མོ་རང་སློབ་སྦྱོང་དེ་ག་འདྲས་བགྱིས་དོ་བཀའ་བློན་རྣམ་པ་གི་སློབ་སྦྱོང་དེ་ག་འདྲས་བགྱིས་དོ་བཀའ་བློན་རྣམ་པས་གི་ཞབས་མཐིལ་ལག་གི་སྐྱི་མེ་འདི་སླེབས་ཀྱི་མ་རེད་ད། ངོ་དེ་དྲོས་ཆེན་དཀོན་མཆོག་མཆོད་སྤྲིན་གཅིག་བྱས་ཨ་ནི་དེ་ནས་ནས་གཉིས་པ་དེ། མདོ་སྟོད་ཀྱི་སྤྱི་འཐུས་བདུན་ཡོད་ལག་པ་མ་བརྐྱང་ངས། དྲོས་ཆེན་དཀོན་མཆོག་མཆོད་སྤྲིན། དཀོན་མཆོག་ཡར་སྤེལ། དཀོན་མཆོག་ཡར་དཔལ་གྱི་སྐྱིད་མེད་ཚེ་རིང་སྒྲོལ་མ། ཨ་ནི་དེ་ནས་དགེ་མཐོང་ཕུར་པ་རྡོར་སྐྱིད་ཡོད། དགེ་མཐོང་ཕུར་པ་རྡོར་སྐྱིད་ཁ་སིང་ག་རི་ལབ་རེད་གནས་ཆུང་ཆོས་སྐྱོང་ཆེན་པོ་ལ་གཞུང་རྟེན་འདྲ་ལ་ལ་ལྷ་དེ་ས་ལ་འདེགས་གོ་རེ་དྭས། འོ་དེ་འདྲས་ཕྱིན་ཚད་མེད་ཞུས་ཡོད་དྭ་འོ་དེ་སྤུ་བུ་དེ་ཆད། ཨ་ནི་དེ་ནས་དབང་ཆེན་རྡོར་སྐྱིད་ལ་ནི་མིག་ཤེལ་མཐུག་པོ་གཅིག་གར་ངེས་ཅིག་དུའ་འདི་ཆད། དེ་ནས་བུ་གཅིག་དུའ་བསྟན་འཛིན་འཇིགས་བྲལ། ཡིན་ཡང་དྭ་མཁྱེན་རྒྱ་ཡངས་པ་སློབ་སྦྱོང་ཡག་པོ་རེད་འདུག་དྭ། འོན་ཀྱང་ལག་པ་རྐྱང་མི་འདུག། ཨན་དེ་ནས་མཆོད་འབེབས་ཐུབ་བསྟན་གཞུང་ཞབས་ཟུར་པ་སྙེ་མ་དགའ་ལྡན་ཕོ་བྲང་ནང་ལ་ཕྱག་ལས་གནང་ར་དག་སོང་ཙང་མདོ་སྟོད་ཀྱི་སྤྱི་འཐུས་བདུན། དེ་ཚོ་ཨ་ནི་ལག་པ་བརྐྱངས་ཡོད་མ་ར་དག་ཆོས་རྒྱུད་ཀྱི་སྤྱི་འཐུས་བཅུ་དེ་བཀང་ལ་ཨན་མདོ་སྟོད་ཀྱི་སྤྱི་འཐུས་བདུན། ཨ་ནི་དེ་ནས་ད་ང་ཚོས་དངོས་གནས་དྲང་གནས་ཀྱི་དབུས་གཙང་ནང་ལོག་ནས་ཞབས་འདྲེན་འོ་གནམ་སྐྱེ་འགྲོ་ག་འོ་ཡ་དབུ་མའི་ལམ་ལ་འགྲེལ་བཤད་ལོག་བཤད་རྒྱབ་རང་བཙན་ལྟ་བ་ཁྱེད་ནས་གྲོས་ཚོགས་ནང་ལོག་ལ་ཡ་གང་བྱུང་ང་ཚོས་ཅིག་གསུངས་དེ་གི་འདུག་བ་འོ་དེ་ཁོ་ཚོ་རེད་ཨ་ནི། ད་ཡིན་ནའི་འདི་ནང་ལོ་ལ་གཉིས་གཅིག་ཡོད་རེད་ཚོགས་གཙོ་འདི་ཨ་ནི་ལག་པ་རྐྱང་ཡ་ཡོད་ད་ཚོགས་གཙོ་སྒང་ལ་ཞུགས་དགོས་ར་ཨ་ནི་ཚོགས་གཞོན་འདི་ལག་པ་ཡ་རྐྱང་ཡ་མི་འདུག་ད་འདི་ག་འདྲས་ཡིན་ན་འདི་བཅའ་ཁྲིམས་ནང་ལོ་ལ་ང་ཚོས་ཚང་མས་ཡག་པོ་ལྟ་ཕྱིན་ནས་ཡག་མེད་ན་སྤྱི་འཐུས་ལྷན་ཚོགས་ཀྱི་འགྲོ་ལུགས་འགྲོ་སྟངས་འདི་ནང་ལོ་ལ་ཚོགས་གཞོན་འདི་ག་རེ་ཕྱིན་ནས་གཙོ་ག་འདྲས་འདས་ཡ་ཡིན་ན་ལག་པ་རྐྱང་ཡ་མེད་བ་དེ་འདྲས་ག་འདྲས་ཡིན་ན་ར་འོ་འདི་རྐྱང་ཡོད་མ་རེད་སོང་ཙང་ད་ཁོང་ཚོ་རེད་ག་འདྲས་ཆོས་རྒྱུད་སྤྱི་འཐུས་བཅུ། མདོ་སྟོད་སྤྱི་འཐུས་བདུན། དབུས་གཙང་ནས་སྤྱི་འཐུས་གཉིས་ཡོད་རེད་གཅིག་འདི་ཚོགས་གཞོན་ལགས་པ་ཡ་ཀྱང་ཡ་མི་འདུག་བ། ཙོ་ཀའི་གཏོར་མ་ན་ཤི་བཞུགས་ཡ་རེད་བ། ཨ་ནི་དེ་ནས་ཨ་ནི་རྣམ་རྒྱལ་འགྲོ་ཀ། འོ་དེ་ཚོ་ཁོང་རྣམ་པ་ཚོ་བཅུ་གང་ལ་བདུན། བཅུ་བདུན་བཅོ་བརྒྱད་བཅུར་དགུ་གང་ཅི་སྤྱི་འཐུས་བཅུར་དགུ་གྱི་ཨེ་རྒྱབ་སྐྱོར་མ་ཐོབ་ནི་ཨ་ནི་ད་འདི། ཁྲིམས་ཞིབ་ཁང་དེ་ཡང་བསྐྱར་སླར་གསོ་མ་ཐུབ་ཡ་འདི། ཨེ་ཁོང་རྣམ་པ་ཚོས་གི་ཨ་ནི་མ་རྐྱང་བྱས་ཨེ་ནི་རྩམ་ཕོར་སུམ་ཆ་གཉིས་ལོངས་དགོས་འདུག་བ་རྩམ་ཕོར་སུམ་ཆ་གཉིས་ལ་སྤྱི་འཐུས་སུམ་ཅུ་ཡང་མེད་ན་སུམ་ཅུ་སོག་གཅིག་གི་བཀྱག་དགོས་ཡོད་རེད། ད་ལན་སྐྱག་པ་ཡིན་ན་དངོས་གནས་དྲང་གནས་བཀྲ་ཤིས་ལོ་ལེགས་ང་ཚོ་མི་མང་ངོ་ནས་ཡག་ལ་རྙོག་དྲ་ཤི་ཡལ་གི་འདོད་པ་རྩ་བ་གཉིས་ནས་མེད་ང་ཚོ་སོ་སོ་སོ་ལ་ལས་ཀ་ཡོད་རེད་སོ་སོ་སོ་ལ་ག་རེ་ཡིན་ན་བྱས་སོང་ཙང་འདི་ང་ཚོའི་གི་དོན་དག་མེད་ས་ལ་ལས་ཀ་མེད་བ་ནང་བཞིན་ད་འདོད་ཁ་སེང་སྤྱི་འཐུས་ལྷན་ཁང་ནང་ལོག་གྲོས་ཚོགས་ནང་ལོག་ལབ་སོང་ཨ་མི་མང་སེམས་ཁམས་ཐང་པོ་ཡོད་མ་རེད་མི་མང་འཇོན་ཐང་ཡོད་མ་རེད་ཨ་ནི་འདི་ད་ལྟ་བཅའ་ཁྲིམས་དང་དེ་འདྲའི་ཐོག་ལ་གོ་རྟོགས་དང་ཤེས་ཡོན་གང་ཡང་ཡོད་མ་རེད་ལབ་གི་འདུག་ཨ་འདུར་གོ་རོ་ཨ་ག་འདྲས་ཅིག་འདུག་སོང་ཙང་འོ་དེ་འདྲས་ཞུ་ཡོད་རེད་ད་ང་ཚོའི་ཡ། སྐད་ཆ་བཤད་ཡ་ལ་ང་ཚོས་ཡག་རྙོག་དྲ་བཤད་ལ་འདུམ་པ་མེད་དང་རྣམ་པ་ཚོས་ཀྱི་ལས་ཀ་ཡག་པོ་བྱི་བ་ཡིན་ན་ང་ཚོས་བཀྲ་ཤིས་བདེ་ལེགས་སྐོང་ལ་དངོས་གནས་དྲང་གནས་ཐུགས་རྗེ་ཆེ། ཁྱེད་རང་ཚོ་ཁྱེད་རང་ཚོ་ཡག་པོ་ཡོང་བ་ཤོག་བྱ་བ་ལམ་འགྲོ་ཡོང་བ་ཤོག་ལ་ནི་སྨོན་ལམ་རྒྱག་གི་རེད་མ་གཞི་ང་ཚོས་ཁྱེད་ཚོ་ལ་རྙོག་དྲ་བཤད་ཀྱི་འདོད་པ་སྤུ་ཙམ་གྱིས་མེད་དུས་ཚོད་ཡང་མེད་ཞུ་ཡ་ཡིན་རོགས་འོན་ཀྱང་ལས་ཀ་ཡག་པོ་མ་བྱེད་ན་ཨ་ནི་མགོ་ནས་མགོ་ནས་དོན་བྱེད་ནས་མུ་མཐུད་ནས་དོན་བྱེད་ནས་མི་མང་ལ་ཡང་བསྐྱར་གོ་རྟོགས་སྤེལ་ཡག་ག་བ་ཞུ་གོ་རྟོགས་མ་བྱེད་མ་ལུས་མེད་བ་མུ་མཐུད་ནས་ཞུ་གི་ཡིན་དཱ། འགྲིག་གི་མི་འདུག་ད། གོང་ས་མཆོག་དགུང་ལོ་དགུ་བཅུ་ཕེབས་འགྲོ་གི་ཡོད་ད། ངོ་ཚ་གི་མི་འདུག་བས། དྲིན་ལས་ལོག་རྗེས། དངོས་གནས་དྲང་གནས། བོད་མིའི་སྒྲིག་འཛུགས་འདི་ཨེན་སུས་བཙུགས་ཤག་པ་རེད། གོང་ས་མཆོག་གི་ཐུགས་རྗེའི་འོད་ཟེར་ལ་བརྟེན་ནས་ང་ཚོ་བོད་མིའི་སྒྲིག་འཛུགས་འདི་གཡོར་བ། བོད་ནང་ལོ་བཞི་ལོའི་སྤུན་ཟླ་དེ་ཚོ་ག་འདྲའི་ཉམས་རྒུད་དོ། རྒྱ་མི། གི་འོག་ལ། ཁྱེད་རྣམ་པ་ཚོས་ད་འདོད་གྲོས་ཚོགས་ནང་ལ་འདུ་བྱེད་ནས་བསྡད་ཕྱིན་ནས་དེ་འདྲས་ཀྱི་གཏམ་བརྗོད་དེ་འདྲས་ཀྱི་མ་རུང་ཁོག་བཅང་ཚད་ལས་རྒྱལ་བ་གི། གཏམ་བརྗོད་ཕྲ་བ་ཡིན་ན། ཏན་ཏན་གྱིས་ད་འགྲིག་སོང་ད་ད་མང་དྲགས་སོང་ད་ལ་ནས་འོ་དེ་འདྲའི་ཞུ་ཡ་ཡིན་སོང་ཙང་ད་མང་པོ་ཅིག་ཚོར་བའི་རྐྱེན་གྱིས་ཞུ་ཡས་འདི་ཨེ་འདྲས་ནམ་རྒྱུན་ནས་ཨེ་འདྲས་དགའ་བོ་མེད་དངོས་གནས་དྲང་གནས་མི་མང་ལ་བཅའ་ཁྲིམས་དང་དེ་ཚོ་སོ་སོ་གྱིས་ག་རེ་ཤིང་བ་དེ་མ་ཞུས་པ་ཡིན་ན་ཏིས་ཕན་གྱི་རེད་སྤྱི་ཚོགས་ནང་ལོགས་ལ་ཡང་ཅིག་གི་ཕན་པ་ཐོག་བ་ཡོད་ན་ཡིན་ན་ཞུས་ན་སོ་སོ་ཡི། ག་རེ་ཞུ་བ་རེད་མི་མང་ལ་ཕན་སོ་སོ་ཡེ་ད་ཅིག་ཤེས་ནས་ཨནི་འདི་ཕག་ཚུལ་བཤད་རེད་ཙེ་བ་ཡེ་ན་ཕན་གི་རེད་བསམ་ནས་ཞུ་གི་ཡོད་མ་གཞི་དོན་ཡ་གའུ་མེད་ཚིག་རྩུབ་དེ་འདྲའི་བེད་སྤྱོད་བྱེད་ཡ་གའུ་ཡང་མེད་འོན་ཀྱང་གྲོས་ཚོགས་འདི་ལྟ་ན་གྲོས་ཚོགས་འདི་ལས་ཀྱི་ཚིག་རྩུབ་ལྟ་འདི་ལས་ཀྱི་ཞེ་སྣང་ཚག་ཚིག་ལྟ་ང་བེད་སྤྱོད་བྱེད་མེད་བསམ་གི་འདུག་གྲོས་ཚོགས་ནང་ལོ་རྣམ་པ་ཚོའི་གཟིགས་ཡུར་བ་གཟིགས་ཡོར་བ་སོང་ཙང་ལྟ་ཁོང་ཚོ་གི་བྱེད་སྟངས་འདི་ལ་ལྟ་ནི་ང་ཚོ་མི་མང་དེ་འདྲ་ཆགས་ཀྱི་འདུག་ཨེ། འོན་ཀྱང་ང་ཚོའི་ལ་ད་རྒན་པ་ཚོའི་སྒེར་ལ་དཔེ་མང་པོ་གླེགས་ཀྱི་འདུག་དངོས་གནས་དྲང་གནས་རྒན་པ་ཚོ་གཉིད་ཁུག་གི་མི་འདུག་ད། རྒན་པ་ཚོ་དཔེ་མི་སྲིད་ཀྱི་སེམས་བ་སྐྱོ་གི་འདུག་ད་ཁ་ཤས་ངུ་གི་འདུག་ཁ་ཤས་དངོས་གནས་དྲང་གནས་ཀྱི་རླུང་ལངས་བསྡད་འདུག་ད། ད་ངོ་ཚ་ཡས་མི་འདུག་བས་སྤྱི་འཐུས་བཅུ་ད་ལྟ་འདི་བཅུ་གང་ལ་བདུན་བྱས་གཉིས་དེ་ཚོ་རྣམ་པ་ཚོ་ངོ་ཚ་ཡས་མི་འདུག་བས། ལྷག་པར་དུ་ཆོས་རྒྱུད་སྤྱི་འཐུས་བཅུ་དེ་ད་ལག་པ་ཁོ་ར་བསྐྱངས་ཡོད་མ་རེད་ད། འོ་རེད་ཆོས་རྒྱུད་སྤྱི་འཐུས་བཅུ་དེ་ཡི་ཡང་བསྐྱར་མིང་ཕྱིར་ལོག་ཤའོ། ཡང་བསྐྱར་མིང་གཅིག་ཀློག་བཞག་གོ་ཆོས་རྒྱུད་སྤྱི་མཐུས་བཅུ་དེ་མིང་གཅིག་ཀློག་བཞག་གོ་རོ། ད་ཆོས་རྒྱུད་སྤྱི་མཐུས་བཅུ་དེ་རྣམ་པ་ཚོལ་གྱི་དངོས་གནས་བླ་ཆེན་རྣམ་པ་ཚོལ་གྱི་གསན་གྱི་ཡོད་ན་ད་བདག་པོ་རྒྱབ་རན་འདུག་མ་གཞི་དངོས་གནས་དྲང་གནས་ཀྱི་བསྟན་དཔལ་གྱི་བསྟན་དགྲ། སངས་རྒྱས་དངོས་གནས་དྲང་གནས་བསྟན་པ། བསྟན་པ་བསྟན་བཤིག་སྒོམ་སྤེལ་གྱི་ཞབས་འདྲེན་རྒྱ་བོ་རིན་པོ་ཆེ་ལ་དངོས་གནས་དྲང་གནས་ཀྱི། ད་འདིའི་དྲིན་ལན་ལོག་ཅེས་ཕྱག་འདེབས་བྱ་ད། རྙིང་མ་རྙིང་མ་གྱི་སྤྱི་མཐུས་མཁན་པོ་བསོད་ནམས་བསྟན་པའི་ཁོ་རང་ཚོགས་གཙོ་རེད། ཨ་ནི་མཁན་པོ་འཇམ་དཔལ་བསྟན་འཛིན་ད་འདི་མཁན་པོ་ཇི་ལྟར་རྩ་བ་ནི་ཡིན་ས་མ་རེད། ད་འདི་འཇམ་དཔལ་བསྟན་འཛིན་ལ་ངེས་འདི་འདི་རེད། འགོ་པའི་དབང་གི་རྟགས་ཞི་བ་ལ་ཕྱག་འཚལ་བ་ལོ་ལ་ངེས་འདི། ཁོང ྋསྐྱབས་མགོན་རིན་པོ་ཆེ་ལ་ཕྱག་འཚལ་བ་འདི་ཁོ་རང་རྐུབ་བཀྱག་གང་ལ་སླེ་ཡའི་ཆེད་དུ་ཨ་ནི་ཕྱག་འཚལ་བ་ཡིན་མ་ཤེས་ཞེ་དྲགས་འདོད་པ་མེད་ལ་ནི་ཁ་སིང་འདི་འདྲས་ལབ་སང་ཁོ་རང་གི ྋགོང་ས་མཆོག་གི་ཀོ་ལི་ག་ལ་ཨ་ནི་དུས་མ་ཀ་ལོ་ཕེ་ཀྱོ་འདི་ཨ་ནི་གཞན་གྲོ་མོ་ནས་གསུངས་ན་ཨ་ནི་དེ་ཅི་ནུས་པ་བྱས་ཡོད་རེད་ལ་ནི་དེ་འདྲས་ཀྱི་སྐུ་ཤོག་ཅི་ཡོད་ཡོད་རྟགས་ད་འདི་སྐུ་ཤོག་ཡང་མ་རེད་འདུས་རེད་འདི་ཚོ་གྲངས་འདི་སྐུ་ཤོག་མ་རྟགས་འོ་འདི་རེད། ཨ་ནི་དེ་ནས་ས་སྐྱ་གིས་ད་སློབ་དཔོན་ཐུབ་བསྟན་རྒྱ་མཚན། སློབ་དཔོན་ཐུབ་བསྟན་རྒྱ་མཚན་ལ་ངས་དེ་ག་བ་འདི་གྱོད་ལ་དང། དེ། འདི་རྒྱབ་ལོག་དེ་བཀའ་ཤག་ལྷན་རྒྱས་ཀྱི་རྒྱབ་ལོག་དེ་ལ་འདི་གི་འདུག་བ། ད་ལྟ་ཡུ་རོབ་ཀྱི་སྤྱི་འཐུས་ཀྱི་དཀྱིལ་མ་སྐུ་ངོ་སྤྱི་འཐུས་རྣམ་པ་གཉིས་དཀྱིལ་མ་ལ་འདི་གི་འདུག་བ་སྐུ་ཤོག་འདི་སྐུ་ཤོག་འདིའི་རྣམ་འགྱུར་འདི་ལ་གཅིག་གཟིགས་དང། འོ་དེ་རེད་ཁྲིམས་ཁང་ཁོ་རང་འགོ་ཡོད་མ་རེད། གལ་སྲིད་ཁྲིམས་ཞིབ་ཁང་འདི་མེད་ནི་གཅིག་ཆི་བ་ཡིན་ན་རྒྱལ་བ་རིན་པོ་ཆེ་ལ་ཚད་མའི་འགྲོས་འདི། ཨ་ནི་ང་ཛུ་མར་ཏཱས་ལ་ནི་དེ་འདྲའི་ལམ་གཉིས་སྐུ་ཤོག་འདི་རེད། ཁྱེད་ས་སྐྱ་གིས། ཨེ་འདི་ནས་མཁན་པོ་ཀ་བཀྲ་བསོད་ནམས་ཧོར་ཟླ་ཀ་བཀྲ་དངོས་གྲུབ་བསོད་ནམས་ད་འདི་ག་འདྲས་བྱོས་མེད་ང་ཚོ་ཚང་མས་ཀྱི་ཐོང་ཐོང་བ་རེད་གཏམ་བཟང་བཞི་ལྔ་བྱོས་ཡོད་ལ་སོང་བ་ང་ཚོ་ཚང་མ་གཏམ་བཟང་ལར་བ་ད་དངོས་གནས་དྲང་གནས་ཀྱི་རྒྱལ་སྤྱིའི་ཀྱི་སྡིངས་ཆའི་སྟེང་ལ་ད་གྲོས་ཆོད་བཞག་བ་དང་ཆིག་ཡོར་བ་དེ་འདྲས་འགྲོ་གི་ཁ་ཤས་ཤིག་དྲང་གི་རེད་བསམ་སོང་སྤྱི་ཚོགས་ནང་ལོ་དཀྲུགས་ཤིང་རྒྱག་ངེས་ཀྱི་ཨེ་ནས་གཏམ་བཟང་དེ་འདྲས་སྐྱོར་ཡོང་གི་འདུག་ཨ་གྲོས་ཚོགས་ནང་ལོ་ལ་སྡིངས་གྲོས་ཚོགས་ཀྱི་སྡིངས་ཆའི་དེ་མ་དྲུས་ངེས་དེ་འོ་དེ་མཁན་པོ་ཀ་བཀྲ་དངོས་གྲུབ་བསོད་ནམས་ས་སྐྱ་ཀྱི་སྤྱི་འཐུས་ཨ་ནི་བཀའ་བརྒྱུད་ནས་བསྟན་པ་ཡར་སྤེལ་ད་ངེད་མ་ནི་གནས་ཆུང་ལ་མང་པོ་ཅིག་སྐུར་འདེབས་ཞུས་ཚར་རེད་དེ་ནས་ཨ་ནི་ད། བཀའ་བརྒྱུད་ཀྱི་ད་ལྟ། འདི་སྤྱི་འཐུས་གཅིག་འདི་ད་དངོས་གནས་དྲང་ནི་ད་འདི་སྐུ་ཤོག་འདི་ན་ད་དེང་སང་ཡང་ཚད་ལས་བརྒལ་བསྡད་ཤག་ཀུན་དགའ་བསོད་སྟོབས་ལའེ་བྱེད་དུ་ཨ། འདི། འོ་འདི་ད་ལྟ་དེ་ཕ་ཅོ་དེ་ཞུ་འདི་བསྡད་གི་རེད། ཁོ་རང་ཁ་སིང། ད་ངས་ཁོ་རང་ལ་མིང་ཅིག་བཏགས་ཤོག་ཡ་ལ་ཕར་རྒྱབ། ཀུན་དགའ་བསོད་སྟོབས་དེང་རང་དེང་སང་ཁོ་རང་གི་བརྙན་ཐུང་ཅིག་འགྲོ་བསྡད་དོ་ཨ་ངས་ཁོ་རང་གི་བརྙན་ཐུང་ཐུང་ཐུང་ཞིག་དེ་བཏུབ་ནི་ཤག་ཨོ། འོ་འདི་བཀའ་བརྒྱུད་ཀྱི་སྤྱི་འཐུས་གཉིས་ཡོད་རེད་ཨ་ནི་དེ་ནས་བོན་བོད་ཀྱི་སྤྱི་འཐུས་སྨོན་ལམ་མཐར་ཕྱིན་དགེ་བཤེས་སྨོན་ལམ་མཐར་ཕྱིན་མཁན་སྐྱ་ཡངས་པ་རེད་དེ་མ་རུང་ཁོག་བཅང་རང་རེད་འདུག་ཨ་ནི་དེ་ནས་ཨ་ཀྲོང་རིན་ཆེན་རྒྱ་མཚན། ཨ་ནི་དེ་ནས་དགེ་ལུགས་ཀྱི་སྤྱི་འཐུས་འོ་ད་ནི་དངོས་གནས་དྲང་གནས་ཀྱི་དགེ་ལུགས་ཀྱི་བསྟན་དཔེ་ཀྱི་བསྟན་དགྲ་དངོས་གནས་དྲང་གནས་ཀྱི་ད་ག་ལེ་ཁག་པོ་རེད་ཧྲ་འོ་ད་ཨ་འབྲུག་ཚེ་བརྟན་ཨ་ནི་མགོ་བོ་འཕེན་ཏེ། འོ་དེ་རེད། ད་གང་ཆེ་ཆོས་རྒྱུད་སྤྱི་འཐུས་བཅུ་དེ་མིང་དེ་ཡང་བསྐྱར་གྱི་གྲངས་བཞག་ཡོད་དངོས་གནས་དྲང་གནས་ཀྱི། ད་དེ་བླ་ཆེན་རྣམ་པ་ཚོ་ཡིན་ན་རེད། ས་ད་གང་ཆེ་བླ་ཆེན་ས་སྐྱ་རྙིང་མ་བཀའ་བརྒྱུད་དགེ་ལུགས། སྐུ་མཁྱེན་ད། བདག་པོ་རྒྱབ་རོགས་གནང་གད་སྙིགས་འདི་ཚོ་ང་ཚོའི་མི་མང་ལ་དངོས་གནས་དྲང་གནས་ཁྱིམ་པ་སུན་འབྱིན་སྒོམ་པ་དང་མི་མང་དཀོན་མཆོག་གསུམ། དམ་ཚིག་ཤོར་ཡས་ཀྱི་དེ་འདྲས་ཀྱི་སྤྱི་འཐུས་དེ་ཚོ་ནི་དགོས་ཡ་མི་འདུག་གྲྭ་ཚང་ནང་ལོག་ལ་དངོས་གནས་དྲང་གནས་དགེ་བའི་བཤེས་གཉེན་བླ་པ་བླ། མཐར་སོན་སྐྱབས་མགོན་རིན་པོ་ཆེ་རྩེ་གཅིག་ཏུ་བཀུར་ནས་ནི་དགེ་བའི་བཤེས་གཉེན་ག་ཚོད་མང་པོ་ཡོད་རེད། སོང་ཙང་རྟ་དེ་འདྲས་གཅིག་རེད་བཞག། རྟ་ད་རིང་འདི་ག་རང་ཞུ་ཡ་ཡིན་རྟ་ཚོར་བ་ཆེན་པོ་ཆགས་ཕྱིན་ནས་དངོས་གནས། ཉིན་མོ་ལས་ཀ་ཕྱིན་ན་སྐད་གསན་པ་འཁོར་གྱི་མི་འདུག་མཚན་གཉིས་ཁོ་ན་སྐྱེལ་ཡོང་གི་མི་འདུག་དེ་འདྲས་ཀྱི་གནས་སྟངས་འདུག་ཅག་ཅིག་གང་ཞག་བྱ་ཡོད་རྟ། མཁན་པོ་བསོད་ནམས་བསྟན་པའི་ཚོགས་གཙོ་ཕྱིན་ནས་དངོས་གནས་དྲང་གནས་ཀྱི་ཡག་པོ་བྱུང་ཡོད་མ་རེད་གང་བྱས། ཁོ་རང་སྙན་མ། སྐབས་བཅུ་དྲུག་སྐབས་ལ་ཁོ་རང་གིས་འདི་ལ། ཁྲིམས་ཞིབ་ཁང་གཏོར་ཡ་འདི་ལ་ཁོ་རང་གིས་རྒྱབ་སྐྱོར་བྱས་ཡོད་རེད་ད་ལྟ་ཁོ་རང་ཚོགས་གཙོ་ཆགས་བསྡད་ཡོད་རྟ། བཅའ་ཁྲིམས་བཙུགས་འདུག་མ་བསྐུར་ངས་བཅའ་ཁྲིམས་གཏོར་ངེས་ཀྱི་མི་ཅིག་བཅའ་ཁྲིམས་ཀྱི་ཚོགས་གཙོ་ཆགས་བསྡད་ཡོད་རྟ། དྲེད་མོ་གླང་གཡར་བ། དཀོན་མཆོག་གསུམ་བདེ་འབྲས་གཅིག་རེད་ཧྲ་སོང་ཙ་ད་ང་ཚོའི་མི་མང་གི། གཉིད་སད། ཨ་ནི་ང་ཚོའི་གི་ད་གོ་བསྡུར་སྦྱང་ཤེས་ཆེ་ང་ཚོའི་གི་གོ་རྟོགས། ད་ལྟ་ང་ཚོ་ཐད་གཏོང་མང་པོ་འགྲོ་ཡས་དེ་ག་རེ་ཞུ་གོ་ལ་ན། ཨ་ནི་ང་ཚོའི་གི་མི་མང་ལ་གོ་རྟོགས་སྤེལ་ཆེ་ནི་ཨ་ནི་དེ་ནས་ང་ཚོའི་ལས་འགུལ་དེ་ཡང་དག་པ། སྤུས་ཚད་ལྡན་པ། བཅའ་ཁྲིམས་གཙུག་ཏུ་བཀུར་ཆེ་ནི་བོད་མིའི་སྒྲིག་འཛུགས་འདི་ལ་སྲུང་སྐྱོབ། རྒྱ་བ་རིན་པོ་ཆེ་ངེད་ལ་ཐོས་པ་ཡིན་ན་གི་འོ་ཡ་མང་གཙོ་མ། བོད་མི་ཡོངས་ལ་མང་གཙོ་མ་གནང་ཆེ་ནི་མི་མང་གི་འགན་འཁུར་གི་འདུག་ད། དེ་འདྲའི་ཅིག་གིས་ང་ཚོས་རྒྱ་བལ་དགེ་བེད་ཀྱི་མཆོད་སྤྲིན་ཅིག་བྱེད་ཐུབ་ཡ་ཆེད་དུ་ང་ཚོས་ཏན་ཏན་གྱི་འགན་འཁུར་དགོས་འདུག་སྐུ་མཁྱེན་གཉིས་བསེ་རོག་ནང་ལ་ནི་ཞུ་ཡ་ཡིན་ཨ་ནི་སང་ཉིད་ཀྱི་ཐད་གཏོང་དེ་ཡིན་ཅི་མིན་ངས་མ་རྙེད་བ་ཨ་ནི་སེན་གཟིགས་གནང་བྱས་རྒྱུ་གུས་གནང་བྱས་འདི་ཡོག་ལ་ཁོ་མཁྱེན་རྣམ་པ་ཚོས་ཀྱི་བསམ་ཚུལ་བྲི་རོག་གནང་ལས་འགུལ་དེ་འདྲས་སྤེལ་དགོས་འདུག་ཞུ་ཡ་དེ་འདྲས་ལ་ཞུ་དགོས་འདུག་ལ་ནི་ང་ཚོ་ཚང་མ་གཅིག་གཅིག་གཉིས་གཉིས་ཐོ་རྒྱབ་ཀྱི་ཡིན་ཞུ་ཡ་ཡིན་ད་ང་ཡང་སེ་ཡང་སེ་ཐད་གཏོང་གནང་ལོ་ལ་ད་ད་ལྟ་བར་དུ་ང་གཞི་རིམ་མི་མང་གི་ཚོགས་གཙོའི་གྱི་མིང་དང་ང་རང་སྒེར་གྱི་ཐོག་ནས་མང་པོ་ཅིག་ད་ལྟ་བར་དུ། དོན་ཡོད་རེད་ཨ་ནི་ད་ད་ལྟ་རྗེས་རྗེས་མ་ནས་ཡང་ང་ཚོས་རྗེ་བོ་རྒྱབ་ཀྱིས་རྒྱབ་ཀྱིས་བྱས་ནས་ཚང་མ་ལ་གོ་སྐབས་ཕུད་ཚང་མིག་གི་བསམ་བློ་ཚང་མིག་གི་དགོངས་ཚུལ་དགོངས་འཆར་ཚང་མིག་གི་རྣམ་དཔྱོད་ཨ་ནི་མི་མང་ཚོ་ཡིན་ན་ཀྱེ་ད་དོན་ཡང་དང་དེ་འདྲས་ལ་གདེང་ཚོད་དང་སྤོ་བ་དང་དེ་འདྲས་ཡོང་གི་ཡོད་དུས་ཨ་ནི་སང་ཉིན་གྱི་ཐད་གཏོང་དེ་ཡིན་གཅིག་མིན་གཉིས་མ་གཉིས་བ་གཟིགས་རོགས་གནང་ཐད་གཏོང་གི་གཙོས་འཛིན་གནང་ཉེས་འདི་ང་ཚོས་རྒྱལ་གཅེས་དཔའ་མོ་ད་ལྟ་བར་དུ་དངོས་གནས་དྲང་ནས་ལྷག་བསམ་རྣམ་དག་གི་ཐོག་ནས་དུས་ཚོད་ནམ་ཡོད་ལ་ཨ་མི་མང་ལ་གོ་རྟོགས་ཡང་དག་པ་དཔེ་གནང་ཡོད་རེད་དཔའ་མོ། ཆོས་ཀྱི་བསྟན་འཛིན་ལ་ཨ་རི་ནས་ཞུ་སྔས་ཁོ་རང་ཚོད་འཛིན་གནང་གི་རེད་ཨན་བཀའ་མོལ་གནང་མཁན་སྐད་གྲགས་ཆེན་པོ་གཉིས་ཡོད་བློ་བཟང་དབང་རྒྱལ་ལགས་དང་བསྟན་འཛིན་ཆོས་རྒྱལ་ལགས་ཨན་འདི་གཟིགས་རོགས་གནང་ཨན་ཐུགས་རྗེ་ཆེ་བཀའ་དྲིན་ཆེ་ཨན་རྒྱབ་སྐྱོར་གང་མང་མང་གནང་རོགས་གནང་ལ་ནི་དེ་འདྲས་ཞུ་ཡ་ཡིན་ཨན་ཐུགས་རྗེ་ཆེ་ང་ཚོ་ཚང་མས་ཀྱི་ནི་ད་སྐྱབས་མགོན་རིན་པོ་ཆེ་ལ་ཡ་རྒྱལ་བ་དགྱེས་པའི་མཆོད་སྤྲིན་གྱི་འདི་བསམ་དོན་འདི་འགྲུབ་པ་ཤོག་ལ་ནི་འོ་དེ་འདྲས་ཞུ་ཡ་ཡིན་ཐུགས་རྗེ་ཆེ་བཀའ་དྲིན་ཆེ་མཐའ་དོན་དེ་ལ་ནི། སྤྱི་ནོར་གོང་ས་སྐྱབས་མགོན་ཆེན་པོ་མཆོག་སྐུ་ཚེ་ཁྲི་ལོར་བརྟན་པ་དང་ཁོང་གི་ཐུགས་ཀྱི་བཞེད་དགོངས་མཐའ་དག་ལྷུན་གྱིས་གྲུབ་པ་དང་བོད་མི་སྒྲིག་འཛུགས་དེ་ལྷ་དྷ་ད་དང་ཨ་བོད་ནང་ལོགས་གཞིས་ལུས་སྤུན་ཟླ་རྣམས་ལ། སྐྱིད་པའི་ཉི་མ་ཤར་བའི་སྨོན་ལམ་དང་ཨ་ནི་ང་ཚོ་མང་གཙོ་དེ་ཚད་ལྡན་མང་གཙོ་རྒྱལ་ལོ་འུ་དེ་འདྲ་ཞུ་ཡང་ཡིན་ཨ་ནི་གངས་རི་ར་བས་བསྐོར་བའི་ཞིང་ཁམས་སུ་ཕན་དང་བདེ་བ་མ་ལུས་འབྱུང་བའི་གནས་སྤྱན་རས་གཟིགས་དབང་བསྟན་འཛིན་རྒྱ་མཚོ་ཡི་ཞབས་པད་སྲིད་མཐའི་བར་དུ་བརྟན་གྱུར་ཅིག་སྨོན་ལམ་ལོག་པའི་རྒྱ་བས་བསྟན་པ་ལ་འཁུ་བའི་ནག་ཕྱོགས་གཟུགས་ཅན་གཟུགས་མེད་དེ་བསམ་སྦྱོར་ངན་པས་འཇུག་པར་མ་ལུས་པ། མཆོག་གསུམ་བདེན་པའི་རྩེ་ནས་སྤྱོད་གྱུར་ཅིག། ལ་ནི་ཞོན་ཨིན་ཐུགས་རྗེ་ཆེ་བཀའ་དྲིན་ཆེ་གནང། ཨ་ནི་རྣམ་པ་ཚོས་ཀྱི་སྒེར་ལ་འདི། ལན་མང་པོ་བསྐུར་གནང་གི་འདུག་ཐུགས་རྗེ་ཆེ་ང་གཅིག་གཅིག་ལ་ལན་བཅས་རྒྱག་ཐུབ་ཀྱི་མི་འདུག་འདི་ལ་རྣམ་པ་ཚོས་ཀྱི་བཟོད་བསྲོན་དང་དགོངས་པ་ཆེ་བཞེས་གནང་རོགས་གནང་ལ་ནི་ཞོན་ཨིན། ཨ་ནི་བཀའ་དྲིན་ཆེ་དངོས་གནས་བཀའ་དྲིན་ཆེ་ཐུགས་རྗེ་ཆེ་གནང་ཞོན་ཨིན་ཐུགས་རྗེ་ཆེ།